བཀྲ་ཤིས་བདེ་ལེགས། ཐོག་མར། སྤྱི་ལོ་གསར་པ་ཉིས་སྟོང་ཉི་ཤུ་བརྩེགས་ལྔ་ནང། ལྷན་རྒྱས་ལ་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ། དེ་རིང། ད་རྒྱུན་རིང་པོ་རྗེས་སུ་ཡིན། དོ་བདག་ང་རང་དགེ་རྒན་གྱི་ཆེད་ལས་ནས་རྩ་དགོངས་ཞུས་རྗེས་ལོ་གསུམ་གྱི་རིང། སྤྱི་ལོ་ཉིས་སྟོང་ཉིས་རྩ་གཅིག་ཟླ་བ་དྲུག་པའི་ཚེས་གཅིག་ནས་སྤྱི་ལོ་ཉིས་སྟོང་ཉིས་རྩ་བཞི་ཟླ་བ་དྲུག་པའི་ཚེས་གཅིག་བར། བོད་པའི་སྤྱི་ཚོགས་ལ་དམིགས་བསལ་གྱིས་ན་གཞོན་བོད་ཀྱི་སོན་རྩ། བོད་པའི་སློབ་ཕྲུག་དང་དེ་མིན་བོད་ཕྲུག་དགེ་རྒན་ཡོན་སྦྱོང་གནང་བཞིན་པ། དགེ་རྒན་གསར་དུ་བསྐོ་གཞག་གནང་བ་བཅས་ལ་རང་ངོས་ནས་བྱ་སྤྱོད་གང་དང་གང་ལག་བསྟར་བྱེད་ཡིན་ཐོག་སྙིང་བསྡུས་ཤེས་ཆོག་པ་ཞུ། ད་ངས་འདི་མ་དོན་ཚན་ག་ཚོད་རེད་འདི་ཡོད། ཁྱོན་བསྡོམས་བཅོ་ལྔ་ཡོད། མ་སྒྲོགས་སྦྱང་ཞུ་ཆོག། དོན་ཚན་ཐོག་མ་དེ། བོད་ཕྲུག་དགེ་རྒན་ཡོན་སྦྱོང་གནང་བཞིན་པ་དང་བོད་པའི་དགེ་རྒན་གསར་དུ་བསྐོ་བཞག་གནང་བཞིན་པ་ཚོས་སློབ་ཁྲིད་ཀྱི་རིགས་དང་ལོ་འགྲུལ་བཞུད་འགོ་མ་བཙུགས་གོང་དུ་རང་ཉིད་ཀྱི་གྲ་སྒྲིག་གང་དང་གང་གནང་དགོས་པའི་ཐོག་བརྙན་ཐུང། དེས་འདིར་སྒྲ་ཕབ་ཀྱི་ལམ་ནས། ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་ཞིག་སྤྱན་འབུལ་ཞུས་ཟིན་བསྒྲུབས་པ་ཡིན། དོན་ཚན་གཉིས་པ་དེ་བོད་རིགས་སློབ་ཕྲུག་གསུམ་ལ་ཉིན་ཉི་ཤུ་ནས་བཞི་ཅུ་བར་གྱི་དུས་ཡུན། དུས་ཡུན་རིང། བླ་མེད་སྒེར་གྱི་སློབ་ཁྲིད་བྱེད་ཡིན། ཕྱག་མཛོད་དེ་མང་ན། ཉིན་གཅིག་ལ། དུས་ཡུན་དེ་གཉིས་ཡིན། སློབ་ཕྲུག་གཉིས་ལ་དེ་མིན། ཆུ་ཚོད་གཅིག་དེ་ནི་སློབ་ཕྲུག་བྱེ་བྲག་པ་ཞིག་ལ་ཡིན། སློབ་ཕྲུག་གཅིག་ལ་ཡིན། དོན་ཚན་གསུམ་པ་དེ། སློབ་སྦྱོང་གི་ཡར་རྒྱས་ཕྱིར་འགྱངས་བྱུང་བའི་སློབ་ཕྲུག་ཞིག་ལ། རིན་མེད་དུ་ལོ་རྒྱུས་སློབ་ཚན་ཐོག་སློབ་སྦྱོང་བྱེད་པའི་གོ་སྐབས་ཕུལ། ཡིན་ནའང་འདིར། ལམ་འགྲོ་མེད་པར་ཁོང་གིས་གོ་སྐབས་དེ་བེད་སྤྱོད་གནང་ཐུབ་མེད། དེ་རྗེས་ངས་ཁོང་ལ། དོ་བདག་རང་མོས་ཡོད་རོགས་ཁོང་གིས་ཤེས་ཡོན་གྱི་ཡར་རྒྱས་གོང་འཕེལ་ཆེད་དུ་ཁོང་གི་དགེ་རྒན་ངོས་ནས་རྒྱབ་སྐྱོར་དང་ལམ་སྟོན་བཞེས་དགོས་པར་བསླབ་བྱ་ཟབ་པོ་ཞིག་བརྒྱབ་ཡིན། དོན་ཚན་བཞི་པ་དེ་དབུས་སམ་བུ་ཏྲ་བུ་སློབ་ཚོགས་པའི་ཁྱབ་ཁོངས་དུ་ཡོད་པའི་ཉེ་འཁོར་སློབ་གྲྭ་བཞིའི་ནང་སློབ་སྦྱོང་གནང་བཞིན་པའི་བོད་རིགས་དང་ཧི་མ་ལ་ཡའི་སློབ་ཕྲུག

འོག་མ་དང། ས་འབུ་ཏྲ་མ་སུ་རི་གཏན་སློབ། ས་འབུ་ཏྲ་རྡོ་ལ་འཇིགས་ཉིན་སློབ། ས་འབུ་ཏྲ་ཧར་པར་ཏྲི་པུར་ཉིན་སློབ། ཅེས་ཡིན། དེ་ནས་དོན་ཚན་ལྔ་པ་དེ། དགེ་རྒན་སྣ་ཚོགས་ལ། དཔེ་དེབ་སྤྱོད་བྱེད་དགོས་པའི་རེ་འདུན་དང་དྲན་སྐུལ། ཐེངས་མང་པོར་སྐད་འཕྲིན་དང་ཁ་པར་བརྒྱུད་ནས་བཏང་ཡིན། དགེ་རྒན་ཚོས་ཀྱང། ཐོག་མར་མོས་མཐུན་གནང་སོང། ད་དེ་དགེ་རྒན། དོ་བདག་ང་རང་ཡང་དགེ་རྒན་ཟུར་པ་ཞིག་ཆགས་དུས་དགེ་རྒན་ལ་འབྲེལ་བ། བྱས་ཏེ་ལས་སླ་པོ་ཆགས་མེད་ཡོད་བསམ་བློ་མང་པོ་ཞེ་དྲག་ཞིག་བཏང་ནས་ད། གནས་སྟངས་ལ་བབས་ནས་ནི་འབྲེལ་བ་བྱེད་དགོས་པ་ཆགས་སོང། ད་དོན་ཚན་དྲུག་པ་དེ་ངས Facebook ངོ་དེབ་བེད་སྤྱོད་བྱས་ཏེ་ནི་ལམ་སྟོན་ཁག་གཉིས་བྱས་ཡིན། དང་པོ་དེ། སློབ་མའི་བྲིས་དེབ་སྤྱོད་བྱེད་སྐབས་བསམ་གཞིག་བྱེད་དགོས་པའི་ཐུན་མོང་གི་གནད་དོན་དང། ནི་དེབ། སྤྱོད་བྱེད་པའི་བྱ་རིམ་དང་འབྲེལ་བའི་དགེ་རྒན་གསར་དུ་བསྐོ་བཞག་བྱེད་པའི་ལག་ལེན་ཡག་ཤོས་བཅས་ཡིན། དོན་ཚན་བདུན་པ། སློབ་གྲྭའི་སློབ་ཕྲུག་ཚོར་དུས་མཚམས་སུ་བདེ་བདེ་ཞུགས། དུས་མཚམས་སུ་ལམ་ལ་འཕྲད་པའི་སྐབས་ཡང་ན་སྐད་འཕྲིན་བརྒྱུད་ནས།

གཉིས་དང། ཕྱེད་ཀ་རིང་མུ་མཐུད་དུ་ཁོང་གི་དེབ་ཆ་ཚང་ང་ལ་འཁྱེར་ཡོང་བའི་རེ་སྐུལ་ཞུས་ཡིན། དེ་ལྟ་བུ་རྗེས་སུ་དེབ་དེར་དཔྱད་ཞིབ་རང་ངོས་ནས་བྱས་ཡིན། ད་དེ་ལ་སྒྲུང་ཡོད་རེད་ད་འདི་བཤད་མི་ཆོག་པ་ཞུ། དེབ་སྤྱོད་གནང་ཨེ་ད་གནང་འདུག་གནང་འདུག་གནང་འདུག་དོན་ཚན་དགུ་པ། སློབ་གྲྭ་ཁག་མ་སུ་རི་བྷུ་ཀིམ་དང། རཱཇ་པུར་བྷུ་ཀིམ་སམ་བྷུ་ཏྲ་ཧར་པར་པུར་ཉིན་སློབ། སམ་བྷུ་ཏྲ་མ་སུ་རི་གཏན་སློབ་ལ་ཕེབས་བཞིན་པའི་ས་གནས་ཀྱི་སློབ་ཕྲུག་ཁོང་ཚོས་ངག་ཐོག་ནས་དེབ་ལ་སྤྱོད་ཡོད་མེད་ཐོག། བསམ་འཆར་བསྡུ་རུབ་བྱས་ཡིན། དེ་དུས་སློབ་ཕྲུག་ཚང་མས་དོ་བདག་རང་ཉིད་ཀྱི་དེབ་ལ་སྤྱོད་ཡོད་ཅེས་གསལ་པོ་གསུངས་སོང། དོན་ཚན་བཅུ་པ་དེ། སློབ་མ་ངོ་ཤེས་ཁག་ལ་ཉེ་འགྲམ་དང་ཐག་རིང་གཉིས་ཀར་ཡང་ཡང་བརྡ་འཕྲིན་བཏང་ནས་ཁོང་ཚོས་འབྱུང་འགྱུར་རེ་ད་ལོ་ལོ་འཁོར་གི་ཡིག་རྒྱུགས་ད་ལྟ་ལོ་འཁོར་གྱི་ཡིག་རྒྱུགས་གྲུབ་ཟིན་པས་མ་ཚད་ཡིག་རྒྱུགས་ཀྱི་གྲུབ་འབྲས་ཡང་འདི་རེད། གསལ་བཤད་གྲུབ་ཟིན་པ་རེད་ད་འདི་ངེད་ཀྱི་ཤེས་འདི་ཕྱི་དྲ་རེད་ད་ང་སྒེར་གྱི་གནད་དོན་དང་ལས་ཀ་མང་པོ་ཅིག་ཆགས་པའི་རྐྱེན་གྱིས་རེད།

ཕན་ཐོགས་སྒྲུབ་ཐུབ་ན་རང་ཕན་ཐོགས་བྱེད་ཐུབ་ན་བྱེད་ཐུབ་པ་རེད། དོན་ཚན་བཅུ་གཉིས། སློབ་ཕྲུག་གཅིག་གིས་ཚབ་བྱས་ཏེ་འབྲེལ་ཡོད་ལས་བྱེད་གཉིས་ལ་ཁ་པར་ཕུལ། ཡིན་ནའང་ངས་ཁ་པར་དེ་ཡག་སྐྱག་གནང་ཐུབ་མ་སོང། གནད་དོན་དེ་རྒྱ་ཆེན་པོ་དེ་འདྲ་མ་ཡིན་ཡང་གལ་ཆེ་ཞིག་ཆགས་སོང་དུས་དེར་ཟེར་གྱི་ཡོད། ད་ལྟ་མ་ཡིན། དོན་ཚན་བཅོ་གསུམ། ངས་སློབ་ཁྲིད་ཀྱི་ཉམས་མྱོང་རུ། རཱཇ་པུར་བོད་ཁྱིམ་ནས་ལོ་གཅིག་རིང་ཐོབ་པའི་ཐོག་བརྙན་ཞིག་བཟོས་ཡོད། བརྙན། དེ་ཡི་བརྒྱུད་ནི་དགེ་རྒན་གསར་དུ་བསྐོ་བཞག་གནང་ཟིན་པ་དང་དགེ་རྒན་ཡོན་སྦྱོང་གནང་བཞིན་པའི་བུ་སློབ་ལ་ཕན་ཐོགས་ཡོང་བའི་ཐོག་ཆེད་མངགས་བཟོས་ཡིན། ཕན་ཐོགས་ཡོད་མེད་ད་དུས་ལ་བབ། ཅི་མི་ཤེས། ད་ང་རང་ཉོས་ནི་འདི་ར། གྲ་སྒྲིག་ཡིན་པས་མ་ཟད་ལག་བསྟར་བྱས་ཡིན། དེ་ནས་དོན་ཚན་བཅུ་བཞི་དེ། ངས་སློབ་ཕྲུག་ཟུར་པ་ཁ་ཤས་ལ་ཉེ་འགྲམ་གནས་ཡོད་པའི་སློབ་ཕྲུག་ལ་སློབ་ཁྲིད་གནང་སྐྱོང་ཡོང་བའི་ཆེད་རེ་སྐུལ་ཞུས་ཡིན་བླ་མའི་ཐོག་དང་དུ་བླངས་ནས་སྐབས་རེ་དུས་སྟོང་པ་ཡོད་པ་ཆགས་དུས་འོ་འདི་རེད་ད་ངས་ངའི་སློབ་ཕྲུག་ཟུར་པ་དེ་འདྲས་ཡོད་དེ་ཚོ་ལ་ད་སོ་སོ་སེམས་ཁྲལ་ད་དོ་ཨ་ལགས་ད་ལས་ཀ་གཙང་བོ་ཞུས་ནས་ཀྱི་ཁ་ཤས་རིག་པ་རིག་པ་རྣོན་པོ་མེད་པ་དེ་འདྲ་ཡང་ཡོད་ལ་ཨ་དེ་ཚོ་ལ་ཕན་ཐོགས་ན་བསམ་ནས་མི་འདོད་ཨ་ངས་དེ་འདྲ་ཤེས་ཡིན་ཨ་རེ་ཁྱོད་ཞུས་ཡིན་འོ་འདི་རེད་སློབ་ཕྲུག་ཟུར་པ་དེ་དག་ལ། བཅོ་ལྔ་དེ་ཚོའི་བཅོ་ལྔ་དེ་མཐའ་མ་ཆགས་ཡོད་ངས་སྤྲུལ་སྐུ་བཞག་པ་དང་ཨ་ནི་གླེན་པར། དུས་རྒྱུན། འགྲོ་སྐབས། ས་གནས་ནང་ཡོད་པའི་ས་འབུ་དགྲ་སྤོང་དགྲ་ཉེན་སློབ་གཞི་རིམ་འོག་མ་ལ་དོ་སྣང་བྱེད་པ་དང། ཞོར་ལ། གལ་ཆེའི་ཁྱད་ཆོས་འགའ་ཤས་ལ་དོ་སྣང་དམིགས་བསལ་བྱས་ཡིན། ད་དེ་རེད་ད་ས་འབུ་དགྲ་སྤོང་དགྲ། གཏན་སློབ་རོགས་དངོས་ལ། ད་སློབ་གྲྭ་འདི་རེད་ད། གནས་སྟངས་མ་གསུངས་ན། ཧ་ལས་པ་ནི་བཟང་པོ་ཡོད། ད་འོང་སྟེ་འདིར་དང་སྙུན་མ་འདིར་ཡང་དོ་དང་ང་རང་གི་ནི་བསམ་བོར་སྤོང་དགྲ་གཏན་སློག་ལ་ད་འདིར་ལས་ཀ་བྱེད་མྱོང་ཡོད་ཙང་ལོ་མང་རོ། ད་དམིགས་བསལ་གྱི་ནི་སློབ་གྲྭ་དེ་ལ་སེམས་ཀྱི་མཐུད་ནས་ནི་ཚོར་བ་རྒྱ་ཆེན་ཡོད། ད་འདི་རེད་ད་མང་པོ་བཤད་མི་དགོས་པ་བྱེད་རོགས། མཇུག་བསྡོམས་གང་ཡིན་ཟེར་ན་འདི་རེད། སྤྱིར་བཏང་ནས་ངས། རྒྱུན་ལྡན་གྱི་ནང་གི། སོ་སོ་ནང་ལ་རོགས། ནང་གི་བྱ་བ་མང་ཞིང་དུས་ཚོད་དམ་པོ་ཆགས་ཡོད་ཀྱང། ངས་དུས་ཚོད་ཅུང་ཟད་བཏང་ནས་སྐུལ་སློང་བཟང་པོའི་ལམ་ནས། བོད་མིའི་སྤྱི་ཚོགས་ལ་དམིགས་བསལ་གྱིས། ན་གཞོན་གྱི་སྤྱི་ཚོགས། མ་འོངས་བོད་ཀྱི་སོན་རྩ། བོད་ཕྲུག་ཟེར་གྱི་ཡོད། ད་དུས་ཤིག་ལ་འདི་རེད་ང་ཡང་སོན་རྩ། སོན་རྩ་ཞིག་ཆགས་ཡོད། ད་ད་ལྟ་ད་སོན་དེ་ཀུན་ཆུ་སོན་འཚར་ལོངས་ཡོད་རོ། ལ་ད་སོན་རྒྱའི་འགྲོ་བོར་ད་ད་རུའི་འགྲོ་བོར། ད་ད་ལྟ་སོན་དེ། སྨིན་ཡོད་དང་མེད་ནི་གཞན་གྱིས་རྟོགས་ཐུབ། དེ་མིན་ང་ཡིན་ཡང་ཚོར་ཐུབ། མི་ཞིག་སེམས་ཡོད་མི་ཞིག་ཡིན་དུས། འདི་རེད། ན་གཞོན་བོད་ཀྱི་སྤྱི་ཚོགས་མ་འོངས་བོད་ཀྱི་སོན་རྩ་བོད་ཕྲུག་ལ་ཕན་ཐོགས་ཐུབ་པར།

ད་ལྟ་ངའི་སློབ་ཕྲུག་ཕེབས་སོང། སློབ་ཚན་ག་རེད། ཧིནྡི། རོ། འོན་ཏེ་རེད། ད་ལྟ་འདི་རེད་སློབ་ཕྲུག་ཞིག་ཡོད། ད་སློབ་ཕྲུག་བྱེ་བྲག་པ་དེ་ལ་ནི་དོ་ཟླ་རང་ཉོས་ནས་ནི་ཧིནྡི་གི་སྐད་ཡིག་གི་རོ། དང་དུ་བླངས་ནས་ད་གནས་སྐབས་རིང་བར་ད་སློབ་བཞིན་པ་ཡིན། རོ། ད་འདིར་རླུང་བུ་རླུང་བུ་གྲང། ད་ཉི་མ་ཏིས་དོ། འོན་ཏེ་རེད། ད་ནང་ལས་གནང་ཡོད། གནང་ཡོད་པས།